བསམ་གྲུབ་རྒྱ་མོ་དེ་བེ་རི་དོན་ཡོད་རྒྱ་ཁོ་རང་གི་བཙུན་མོ་ཡིན་པ་ལས་མ་མིན་པ། ཨོ་དེ་འདྲའི་ཀྱི་དེ་གཉིས་གོང་དུ་མི་ནག་ངོ་སྤྲོད་བྱེད་ས་ནང་ཀྱི་ཤེས་རྒྱ་ཚར་ཡོད། ཨོ་དེ་ནང་བཞིན་རེད་ཁ་སང་གི་དེ་རྩོམ་ཡིག་དེ་ཁོ་རང་ཞུ་དག་མ་སོང་བའི་སྐབས་ཀྱི་ཚིམ་ཤུགས་ཀྱི་རེད་ཤག་དེ་ཡིན་དུས་ཁ་སང་ངས་བཤད་དུས་ཡང་དེ་ག་ནང་བཞིན་རེད་ཀྱི་ཤེས་ཤག་ཨོ་དེ་ཡིན་དུས་དེ་ལ། ལ་དྭགས་མ་བདེ་བ་ཅེས་ཅུང་བྱ་བ་ཟེར་ད་བེ་རི་རྒྱལ་པོ་ཁོ་རང་གི་མ་དེ་ལ་དེ་ནི་མིང་དེ་དཀར་མོ་མཚོ་ཟེར་གྱི་ཡོད་རེད། དེ་བྱས་འོང་དུས་ཁ་སང་ངས་ལྷ་རྡོ་རྒྱལ་པོ་ས་ལུ་འགྲོ་ཉིན་གྱི་བེ་རི་བཟའ་དེ་ལ་ཡང་དཀར་མོ་མཚོ་ཟེར་ལབ་བཞག་ཡོད་རེད་ཟེར་དེ་ཡང་ལབ་བཞག་ཡོད་ས་རེད་བྱ་དེ་ལ་ཀླུ་མོ་དཀར་ཟེར་གྱི་རེད་དེའི་མིང་དེ་ལ་འོ་དེ་ཡིན་དུས་དེ་བས་རུ་རྒྱ་ཚང་གི་དེ་ནས་མ་དང་བུ་མོ་མནའ་མ་དེ་ཚོ་དེ་ནས་ངའི་ཤི་ཡོང་དུས་མིང་དེ་ཚོ་སྤེལ་བས་སི་འཕྲོག་བདེ་བ་འདྲ་བོ་ཅིག་བྱུང་ཤག་འོ་དེ་ཀྱི་ནོར་ནི་ཤི་བཞག་བ་འདྲ་བོ་དང་ཁ་ནོར་ཁུ་སོང་བ་འོ་ད་དེ་འདྲས་ཡིན་འདུག་དེ་ཡིན་དུས་དེ་ཚོ་ལས་ཀྱི་དེ་ནས་གར་ཟེར་གི་རེད་འོ་དེ་ས་དང།

ངས་ད་ལྟ་བལྟ་ཡ་སྟེ་ང་རང་གི་བྲིས་ཡང་འཇུག་བལ་རྒྱབ་པའི་དམག་འཕྲོག་གི་སྐོར་དེ་བལྟ་གི་ཡོད་དུས་དེའི་ནང་ལོགས་ལ། དེ་ནི་དེ་ཚོ་རྒྱབ་ལྗོངས་ཀྱི་མི་སྣ་དེ་ཚོ་ཤོག་ཆེན་པོར་བྲིས་ཡོད་པ་མ་རེད་དེ་བྲིས་མེད་དུས། དེ་ནི་རྒྱབ་ལྗོངས་དེ་ཡི་ཀླད་སར་ཀླད་སར་ཕར་གླེང་འོང་དུས་ཡང་ཅིག། ག་རེ་ཟེར་གི་རེད་ཁུ། མིང་དེ་གོ་རིམ་འཁྲུག་བ་ལ་སོགས་པ་དང་ལོ་ཚེགས་ལ་སོགས་པ་དེ་འདྲའི་ལྟས་ས་ཏག་ཏག་མ་བྲིས་པ། ད་གོ་རིམ་སྔར་བཞིན་འཁྲུག་བསྡད་པ་དེ་འདྲའི་ཡོང་གཞིའི་ཁ་ས་འདུག་དེ་ཡིན་ཚ་དུས། ཨ་ནི་ང་རང་ཚོ།

སེམས་ཀྱི་གཏིང་ནས་དགའ་སེ་བྱེད་ཀྱི་ཡོད་མིན་ལ་སོགས་པ། མོ་ད་དེ་འདྲའི་ཁ་ཤས་ཀྱིས་གང་ལྟར་བེ་རི་རྒྱལ་པོ་གི་མི་བཞི་དང་དེ་ཁུལ་གྱི་ཆོས་ལུགས་དད་མོས་ཀྱི་སྐོར་ཡང་བལྟས་ཟེར་གྱི་ཁ་བརྡ་ཁ་ཤས་ཀྱིས་བྱས་ན་བསམ་སོང་འདི་མཚམས་ནས། དེ་ནས་སྤྱི་བཏང་ང་རང་ཚོ་ལོ་རྒྱུས་དེ་ཚོ་ནང་ལ་ཁོ་ཨ་ནི་བོན་པོ་ལ་ཞི་བ་དད་ཀྱི་ཡོད་པ་དེ་རྒྱུ་མཚན་དུ་བྱས་ནས་ཨ་ནི་སངས་རྒྱས་ཀྱི་བསྟན་པ་ཅེས་ལ་ཅིག་ལྟར་སྒྲ་བྱས་སོང་ཨོ་ད་ལྟ་ང་རང་ཚོ་གཅིག་དཔེ་འདེགས་ཀྱི་ལོ་རྒྱུས་མང་ཆེ་ཤོས་ནང་དེ་བྲིས་བཞག་ཡོད་རེད། གཅིག་ཕ་རྣམ་པ་འདྲ་བོ་གཅིག་བསྟིས་ན་ཡང་དེའི་གཟུགས་འདྲ་བོ་གཅིག་ཤོག་ཆེན་པོ་ཐོན་བསྡད་ཀྱི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་རྒྱལ་བོ་ལྔ་པ་གི་རྣམ་ཐར་ནང་ལོགས་ལ་ཡང་ཤོག་ཆེན་པོ་གཅིག་སངས་རྒྱས་ཀྱི་བསྟན་པ་ཅེས་ལ་སྒྲ་བཟླས་པ་དེ་འདྲས་བཀོད་བཞག་ཡོད་རེད། པཎ་ཆེན་བསོད་ནམས་གྲགས་པ་གིས་ད་དགའ་ལྡན་ཁྲི་བར་གནང་བསྡད་པའི་སྐབས་ལ་དེ་ནས་བེ་རི་ཀའི་རྒྱལ་པོ་དེ་སངས་རྒྱས་ཀྱི་བསྟན་དགྲ་ལ་བརྩིས་ནས་དེའི་སྒང་ལ་དྲུག་ཅུ་ལྕགས་མཁར་ལ་སོགས་པ་བརྒྱབ་བསྡད་ཡ་ད་དེ་འདྲའི་གི་ལོ་རྒྱུས་ཡང་ཡོད་རེད། འོ་ད་དེ་གྱེན་འོང་དུས་གང་ལྟར་གྱི་དེ་འདྲའི་གྱི་ཤོག་ཆེན་པོ་གྱི་དེ་འདྲའི་ཞིག་ཡོད་རེད། ད་སྤྱི་དང་གི་ཁོ་རང་གི་མི་གཞི་དེ་ག་འདྲི་ཡོད་མེད་ལ་སོགས་པ་དེ་ད་ཁམས་དྲོ་སྐད་ཀྱི་འཛིན་རྒྱ་བས་ཀྱི་ད་ཁོ་རང་གི་རྣམ་ཐག་གི་ནང་ལོག་ལ་བེ་རི་རྒྱ་བོ་གི་སྐོར་ཐོན་དེ་ཡ་དེ་གཙོ་བོ་བྱས་ནས་དེ་ནས་གོང་འོག་གི་ཀྱི་ད་ཁོ་རང་གི་བྱེད་སྟངས་བྱེད་ལོག་མང་པོ་ཀྱི་འདྲི་བ་ཡིན་ན་དེ་ནས་ཁོ་རང་གི་མི་གཞི་དེ་ལ་ཀྱི་ཐོབ་ཡོང་ཚུལ་དེ་ཀྱི་ཟ་འགྲོ་ཉིན་དང་ད་གཏོར་འགྲོ་ཉིན་བསུབ་འགྲོ་ཉིན་འདྲ་བོ་ཀྱི་མིན་པ་ཀི། མི་བྱེད་དེ་ཁོ་རང་གར་ཟེར་གི་རེད་དེ་ནས་བརྟན་པོ་ཞུ་རོ་བཅས་ཡིན་པ། རང་གི་ཉེ་འཁྲིས་ལ་ཡོད་པའི་གི་གི་འཁོར་དང་གཡོག་དེ་ཚོ་ལ་ཡང་ཡིད་ཆེས་ཆེན་པོ་བྱེད་ངེས། དེ་འདྲིའི་གི་སྐོར་དེ་མཁའ་འགྲོ་གི་གནང་ཐང་ནང་ལོ་ལ་རང་གི་མངའ་འོག་ལ་ཡིད་ཆེས་ཆེན་པོ་བྱེད་ངེས་ཀྱི་འདུག།

གར་སེ་གི་རིགས་ཁོ་ཁ་ནོངས་འདྲ་བོ་དེ་འདྲའི་འདོད་གསོལ་ཡང་སྐད་མི་འདུག། འཕྲེང་བ་ཡོད་ཉིན་ཡ་ཉུང་ཉུང་རེད་ཤག། དེ་ནས་ཅིག། ཁ་ཟས་གཙོ་བོ་ད་ཅིག་ཤ་དང་འདི་འདྲའི་ཟ་ཡ་དང་ད་དེ་འདྲའི་ཅིག། ཤེས་བྱ་ཡ་ལ་སོགས་པ་དེ་ཚོ་ལ་ཡང་འཛེམ་བག་འདྲ་སྐད་མི་སྙན་འདྲ་ཅིག་གོ་དེ་འདྲའི་ཅིག་འདུག། ད་ཁོང་གི་བེ་རི་རྒྱ་བོ་གི་སྐོར་དེ་འདྲའི་ཅིག་གོ་བཤད་ཡོད་རེད་དེ་གཅིག། གཉིས་པ་དེ། དེ་ནས། ཕྱི་ལ་ཡོད་ཉེས་ཀྱི་མི་མང་པོ་བཅས་ཀྱི་ཁོངས་ལ་དད་མོས་བྱས་བསྡད་ཀྱི་ཡོད་པ་དེ་འདྲའི་གི་ཡང་བཤད་རྒྱུ་མང་པོ་ཡོད་རེད། ད་སྤྱི་བཏང་གི་བྱས་པ་ཡིན་ན་གཡུང་དྲུང་བོན་གྱི་ཕྱོགས་ནས་འདི་གར་ཟེར་ད་ལ་ཆེ་ཚེ་དབང་རིག་འཛིན་གྱིས་ཅིག་ད་སྐྱོབ་ཀྱི་ཡིན་ཟེར་ནས་ངོས་འཛིན་བྱེད་པ་ལ་སོགས་པ་དེ་འདྲའི་གི་སྐད་ཆ་ཡང་ཡོད་རེད། དེ་ཙམ་དུ་མ་ཟད་ཀི་ཁོ་མི་ལས་འདས་པའི་གི་སྐད་ཆ་མང་པོ་ཅིག་ཡོད་དུས་ཁོ་ལ་ཅིག་མངོན་ཤེས་རྫུན་འཕྲོག་གི་ཚུལ་འདྲ་བོ་དང་ཡང་ན་ཅིག་ད་ཅིག་གཞི་བདག་དང་ལྷ་གི་ཅིག་རྣམ་འཕྲོ་ཡིན་པ་ལ་སོགས་པ་དེ་འདྲའི་གི་གླེང་ཕྱོགས་མང་པོ་ཅིག་ཡོད་དུས་དབྱིན་ཡུང་ཉེ་བཞི་གི་ད་མི་ཚང་མ་གི་གུས་བཀུར་བྱེད་པ་ཙམ་མ་ཟད་གི་དད་མོས་བྱེད་བདེ་བའི་གི་དེ་འདྲའི་གི་སྐད་ཆ་མང་པོ་ཅིག་ཡོད་རེད། ནང་བཞིན་རྒྱལ་བ་བློ་གྲོས་དེ་འདས་འགྲོ་བའི་སྐབས་སུ།

ཆུ་ལོག་ལ་དད་མོས་བྱེད་མྱེད་དེ་ཚོ་ད་ཁོ་རང་གི་ཞབས་ལ་ཐུག་འདོད་ཡག་གི་ཆེད་དུ་ཆུ་ལོག་ལ་ངོ་སྲུང་ག་ཟིག་བྱེད་གི་ཡོད་ན་ད་དེ་འདྲའི་གི་རྒུད་པ་མ་གཏོགས་གི་སེམས་གཏིང་ནས་དད་མོས་ག་ཟིག་བྱེད་གི་ཡོད་ན། དེ་འདྲའི་ཡང་སྐབས་ཁ་ཞིག་ལ་ཐོན་གི་རེད་དཔེ་ཆ་མཚོན་པ་ཡིན་ན། དེ་ནས་ད་ལྟ་ཆམ་མཐུན་འཕགས་པ་ལགས་དེ་ནི་ཡབ་བེ་རི་ཨམ་ཕན་རྒྱག་གི་དུས་སུ་དེ་ནི་གཟིམ་བདག་སྙིང་ཁོང་ཡིན་པ་དེ་ནི་ཕྱིས་སུ

གང་ཐབས་ཅད་ཕ་དུས་སུ་དེ་ནི་གཟི་མདངས་སྙིང་ཁོང་ཡིན་ན་ཡང་ཨ་ནེ་བུ་རྒྱལ་གྱི་སྐབས་སུ་དེ་ནི་འཁོན་འཇིགས་ཆེན་པོ་བྱུང་བ་དེ་ཡིས་བསྐོས་བཞག་ཡོད་རེད་དེ་ཡིན་ཚ་དུས། མདོར་ན་ཆོས་ལུགས་དེ་བེད་སྤྱོད་བཏང་ཡག་གི་དོན་དག་ལ་ངོ་སྲུང་གི་ཐོག་ནས་ག་འདྲ་བྱས་ཡོད་ན་མ་གཏོགས་ཁོ་རང་རང་གི་སེམས་ཁུར་བཏང་ནས་ཆོས་ལུགས་ལ་དད་མོས་ཆེན་པོ་ཞུ་ལོ་ཏན་ཏན་མིན་པ་བཅས། འོ་དེ་སྣང་ཚོད་ལྟ་ཞོག་ཆེན་པོ་ཡོད་རེད།

ཡིན་ན་ཡང་ད་རིས་གོང་དུ་ཞུས་པ་ནང་གི་ཅན་ནི་ང་རང་ཚོ་ད་ཅིག་བན་དེ་དང་ཆུ་ལོག་གི་ལོ་རྒྱུས་ཁུ་ནང་ལོག་ལ་ཁོ་ཅིག་ད་ཆུ་ལོག་དེ་ལ་སྡང་པོ་ཞུ་བ་ཅིག་བྱས་པ་རེད་ཟེར་ནས་དེའི་རྒྱུ་མཚན་ལ་བརྟེན་ནས་དེ་ནས་ཅིག་བསྟན་པའི་དགྲ་བོ་དང་ད་ཅིག་སྡུག་ཡིན་ས་ལ་སོགས་པ་དེ་འདྲའི་མང་པོ་སོང་ཡོད་རེད་དེ་གང་ལྟར་ཀྱང་དེ་ནས་སངས་རྒྱས་ཀྱི་བསྟན་པ་ལ་དབུ་བརྒྱར་བྱས་པ་དང་དེ་འདྲའི་མང་པོ་གི་གོ་ཆ་བྱུང་བ་དེ་ཧ་ཅང་གི་བདེན་པ་རེད་དེ་དེ་བྱེད་དགོས་ལུགས་ཀྱི་རྒྱུ་རྐྱེན་དེ། ཆུ་ལོག་གི་དད་མོས་དང་བཅས་པའི་སོ་བཞི་ཅེས་པའི་སྐད་ཆ་དེ་ཆུ་ལོག་པ་རང་གི་སྐད་ཆ་རེད་མ་གཏོགས་ཀི། དབང་སྒྱུར་པ་ཞིག་གིས་གར་སེར་གྱི་རུ་ཁོག་ཆབ་སྲིད་ལ་དད་མོས་བྱེད་ནུས་དང་ཆབ་སྲིད་ཀྱི་ལྟ་གྲུབ་ལ་རང་གི་མི་ཚེ་གི་བྱེད་སྟངས་ཡོད་ན་མེད་ན་ཀི། ད་ཕུ་ནུ་འདྲེ་ཀྱི་རྩི་ནས་བྱ་བ་ལས་ཀ་སྒྲུབ་བདེ་ཉིད་ཀྱི་མི་གཅིག་གི་ངོས་ནས་བསམ་བློ་བཏང་ནས་དྲིས་ཀྱང་འཇོག་གི་ད་དེ། ཆོ་འདོམས་ར་བོ་ཅེས་ཆགས་ཀྱི་ཡོད་མ་རེད་ཟེར་ནས། འོ་ད་དེ་འདྲའི་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། དེ་ནི་ཁོ་རང་གཅིག་ག་རེ་ཟེར་གྱི་རེད། བེ་རི་དོན་ཡོད་རྒྱལ་པོ་དེ་མདོར་ན་ཆབ་སྲིད་ཀྱི་ལྟ་གྲུབ་ལ་དད་མོས་ཤུགས་ཆེ་བྱེད་ཡུལ་གྱི་མི་ཞིག་ཡིན་པ་དེ། ད་ལྟའི་ཀྱི་ཁོ་རང་གི་ལོ་རྒྱུས་གོང་འོག་མང་པོ་ཅིག་བསྒྲིགས་ན་དེ་ཐོན་གྱི་རེད། ད་ཁོའི་ཆབ་སྲིད་ཀྱི་དབང་བསྒྱུར་བྱེད་ཡག་གི་ད་ལྟའི་ཀྱི་ག་རེ་ཟེར་གྱི་རེད་དད་མོས་ཤུགས་ཆེ་བྱེད་དུས་དེ་མངོན་འགྱུར་བྱེད་ཡག་ད་ལྟའི་ཀྱི་གྲུབ་འབྲས་ཐོབ་ཡག་ཅིག་བྱེད་དགོས་ན། ཨ་ནི་དབང་བསྒྱུར་བྱེད་རྒྱུ་དེ་རེད། རེད་བ། དབང་བསྒྱུར་བྱེད་རྒྱུ། དབང་བསྒྱུར་དེ་བྱེད་དགོས་ན། དམངས་ཁྲོག་དེ། ཡོང་ཡོང་མ། དབང་བསྒྱུར་དང་དམངས་ཁྲོག་གཉིས་དེ། ལུས་དང་གྲིབ་མ་བཞིན་དུ། དེ་ཆུ་ནི་ཁ་སོ་སོར་ཟད་རྒྱུ་མེད་པ་འདྲ་བོ་སྐྱེས་དང། དེ་ནི་དུས་དང་རྣམ་པ་ཀུན་ཏུ་འགུགས་དང་སྲང་གི་ནང་བཞིན་གྱི་མཉམ་བཞི་བྱས་དེ། འོ་དེ་འདྲིས་བྱས་ཡོང་བསྡད་ཀྱི་ཡོད་པ་དེ། འཛམ་གླིང་སྤྱི་གི། ལོ་རྒྱུས་ཀྱི་གཞུང་རིམ་ལ་བལྟས་ན།

ང་རང་ཚོ་གཅིག་དགར་ཟེར་གི་རེད། འཛམ་གླིང་གི་ད་ལྟ་དམར་ཧྲོག་གི་ལོ་རྒྱུས་སྨྲ་བ་མང་ཆེ་ཤོས་ཀྱི་དེ་འདྲའི་ཞིག་ཡིན་གྱི་རེད། ད་རིག་གོང་དུ་ཞུས་བ་ནང་བཞིན་གྱི་འདུག་ཧྲིལ་གྱིས་འབྲི་བ་ཡིན་ན་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་དེ་དམར་ཧྲོག་གི་ལོ་རྒྱུས་དང་ཁ་གྲག་རྒྱུ་མེད་པ་དེ་གཉིས་སོ་སོ་ཟེར་གྱི་མེད་པ་འདྲ་བོ་ཞིག་དེ་འདྲའི་ཞིག་ཡིན་གྱི་ཡོད་རེད་དཔེ་ཆ་བཞག་པ་ཡིན་ན། དེ་ནི་སིབ་རྒྱལ་གྱི་དམར་ཧྲོག་དང་གཡོན་འཐབ་གྲགས་ཅན་ཟེར་ཡག་གི་དེ་འདྲའི་གི་དེབ་ཅིག་གི་ནང་ལོགས་ལ།

འཛམ་གླིང་གི་སྒང་ལ་དམག་འཁྲུག་ཐེངས་ག་ཟིག་བྱུང་ཡོད་རེད་ཟེར་ནས་གཅིག་ཁྲི་བརྒྱད་སྟོང་ལྔ་བརྒྱ་སུམ་ཅུ་སོ་བརྒྱད་བྱུང་ཡོད་རེད། དེའི་ནང་ལོགས་ལ་ཤི་སོང་བའི་གི་མི་གྲངས་དེ་མི་སྟོང་ཚོ་སུམ་ཅུ་སོ་དྲུག་ལྷག་ཟིག་ཤི་བ་རེད། ཡང་ཤར་གྱི་ཕྱི་ལུས་དངུལ་གྱི་ལོ་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་དྲུག་གི་ལོ་ནས་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་གི་ལོ་བར་གྱི་ལོ་སུམ་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གི་ནང་ལོགས་ལ་དེའི་བར་གྱི་བས་ནི་བློ། དེ་ནས་སུམ་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གྱི་ནང་ལོགས་ལས། དེ་ནས་ཆོས་བསྡོམས་པས་ཀྱི་དམག་འཕྲོག་དེ་ལ། སུམ་སྟོང་གཅིག་བརྒྱ་སུམ་བཅུ་ལས། དམག་འཕྲོག་བྱུང་བདེ་བ་དེ་དེའི་ལྷག་མ་ཀྱི། བློ། ཉིན་བརྒྱ་ཉེས་བཤུས་རྩ་བདུན་ཙམ་ཞིག་ལས།

དམག་འཁྲུག་གི་ལོ་རྒྱུས་ཅུང་ནས་བཟང་སྟེ་དམག་འཁྲུག་གི་ནང་ལོགས་ལ་གྱོང་གུད་སྟེ་ཡ་ཡག་གི་གྱོང་གུད་དེ་ཚོ་ཕྱོགས་བསྡོམས་ཀྱིས་བརྗེ་བས་ཡིན། དེ་ནི་གསེར་རྐྱང་རྐྱང་དེ། ཕ་ཞིང་ཚིགས་ལ་སྤྱི་ལེ་ལྔ་བཅུ་ཡོད་པ་དང། དེ་ནི་རྔམ་ཚིགས་ཟེར་ན་ཡང་མི་འདུག་མཐུག་ལུས་དེ། སྤྱི་ལེ་བཅུ་ཡོད་པའི་གསེར་གྱི་ལེབ་ཅོག་ཅིག་གི་ས་ཡི་སྐོར་ལ་འདི་སྐེ་རགས་ཀྱི་སྤྱན་མཐུག་པོ་རེད།

དམངས་གྲོང་སེ་ཡ་དེ་བྱུང་ཡིག་གི་སྐབས་སུ་ད་ཤི་སོང་ཆང་འཇིག་དེ་ཐོག་འོང་དུས་དེ་ནི་ཕ་ཤོང་རྣོ་ཡག་གི་དོན་དག་ལ་དེ་ནི་མཚོན་ཆ་འདྲ་མི་འདྲ་བཟོ་གི་ཡོད་རེད་གནམ་གྲུ་འདྲ་མི་འདྲ་བཟོ་གི་ཡོད་རེད་ཐབས་ཤེས་འདྲ་མི་འདྲ་གི་ཐོག་ནས་དངོས་པོ་སྣ་ཚོགས་པ་དེ་ཀྱི་གསབ་ཐུབ་བྱས་ནས་འོ་དེ་འདྲས་ཀྱི་བྱས་འོང་གི་ཡོད་དུས་ཉག་དམངས་གྲོང་གི་ཞར་ལ་ཐོན་པའི་གི་འགྲོ་བ་མིའི་རིགས་ཀྱི་ཤི་རེས་དང་འགྲོ་བ་མིའི་རིགས་ཀྱི་ཤི་དཔལ་དང་ལྷག་པར་དུ་གི་ད་ལྟ་གི་ཀྱི་ང་ཚོའི་ད་ཀྱི་གྲོང་ཁྱེར་དང། གྲོང་ཁྱེར་ནང་གི་བཀོད་པ་དང་དེབ་གཞི་དང་འཕྲུལ་ཆ་འདི་ཚོ་མང་ཆེ་ཤོས་དེ་འཛམ་གླིང་དམག་ཆེན་དང་གཉིས་གཉིས་ཀྱི་ནི་རྗེས་སུ་བྱུང་བའི་གི་དང་ཤུགས་ཀྱིས་ཐ་མི་བྱུང་བའི་གི་དང་འཕོ་འགྱུར་ཅིག་རེད་ཟེར་དགོས་རེད་དེ་ཡིན་ཚ་དུས་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་ལ་འཕོ་འགྱུར་ཆེན་པོ་ཅིག་བྱུང་དགོས་ན་དམག་འཁྲུག་གི་འཐུས་མཚམས་རེ་རེ་ནས་དེ་འཕོ་འགྱུར་ཆེན་པོ་ཅིག་འགྲོ་གི་ཡོད་རེད་སོགས་ད་དེ་འདྲའི་ཅིག་ཞིག་ཡི་གི་ཡོད་རེད་བ། འོ་དེ་ཡིན་ཚ་དུས་མདོར་ན་ད་དབང་བསྒྱུར་ལ་དད་མོས་ཤོག་ཆེན་པོ་རྗེ་ཉིད་དང་གང་ལྟར་ཆབ་སྲིད་རྐྱང་རྐྱང་ལ་དད་མོས་རྗེ་ཉིད་དང་དེ་ལ་དབྱེན་ཟོག་གསུང་ཐོག་ཅིག་ཡིན་ན། ད་མི་དེའི་མིང་སྣ་ལ། དེ་ནས་ཆོས་ལོག་གི་དད་མོས་ཟེར་ཡ་དེ་ད་རྩེད་མོ་རང་རེད་རྩེད་མོ་རང་ང་ཚོ་ད་དད་པ་ཆེན་པོ་དང་ད་ཅེས་ལས་མེད་ཀྱི་སྣང་ཆ་ཞུ་ཅེས་སེམས་གཏིང་ནས་ཡོད་ཚ་དུས་ཕ་ཇོ་གི་བྱ་བ་མི་འདྲ་བ་ཅིག་འགྲོ་འོང་ན་ཚང་མ་དེའི་ཚེ་དེའི་སྟེང་ལ་ཚུར་ཁོང་ནས་གོ་བ་ཅིག་བརྒྱབ་བསྡད་ཀྱི་རེད། ཁོ་ཆོས་ལུགས་ཀྱི་ཐོག་ནས་ཁྱོད་སྐད་རྒྱལ་བསྡད་ཀྱི་ཡོད་རེད། ཆོས་ལུགས་རང་ངོས་ཀྱི་སྐད་རྒྱལ་བསྡད་ཀྱི་ཡོད་རེད་བསམ་ནས་ད་རང་གི་ཁོ་རང་གཞི་ཚིག་དང་རང་གི་སྣང་ཚུལ་དང་མཐུན་པའི་དུས་ཚོད་པ་བྱས་བསྡད་ཀྱི་ཡོད་རེད་པ། དེ་འདྲའི་ཅི་རེད་མ་གཏོགས་ཀྱི། གང་ལྟར་ཀྱང་ཆབ་སྲིད་དང་དམངས་ཁྲོད་ལ་སྐད་བརྡ་གཡེང་བཟོ་བཟོ་ནས་ཀྱི་མི་གཅིག་ཡིན་ན་ཆོས་ལུགས་ཀྱི་དད་མོས་ཟེར་ཡ་དེ་ཆུང་ཆུང་ཆུང་ཆུང་ཞིག་ཅིག་ཆགས་བསྡད་ཀྱི་རེད་དེ་ཡིན་ཚད་དུས་ད་བེ་རི་རྒྱལ་པོ་དེ་ཀྱི་རྡོས་ཀྱི་གྲུབ་པ་ཡིན་པ་དེ་ནས་ཀྱི་ཆོས་ལུགས་ལ་ཀྱི་ཁྱེད་དེའི་སྒྲ་བྱེད་ཉིན་ཀྱི་ད་ཀྱི། ཅི་ཡིན་བ་ལ་སོགས་པ་བཤད་རྒྱུ་དེ་དག་ཆོས་ལུགས་མི་སྣ་དང་དེ་འབྲེལ་གྱི་ཅིག་བཤད་སྲོལ་ཅིག་ཡིན་པ་ལས། དེ་ནི་ལོ་རྒྱུས་དོན་དངོས་ཀྱི་ལོ་རྒྱུས་དེ་ལ་དག་ཉེས་བོ་ཞུ་བ་ཡིན་པ་དེ་འདྲས་ཀྱང་མ་རེད། ད་དེ་འདྲས་བྱས་ནས་ཁོ་ཆབ་སྲིད་ལ་དད་མོས་ཤོག་ཆེན་པོ་བྱེད་ཉེས་ཀྱི་འོ་དེ་འདྲས་བྱས་མ་གཏོགས་ཀྱི་ཆོས་ལུགས་རང་གི་སྟེང་ནས་ཅིག་དེ་འདྲས་ཤོག་ཆེན་པོ་བྱས་མིན་པ་འདྲ་བོ་ཅིག་དག་ཁོ་རང་གི་ལོ་རྒྱུས་ནང་ལོགས་ལ་དག་མཐོང་བསྡད་ཀྱི་རེད། ད་དེ་མཚམས་དེ་ལ། ད་ཁོས་གཙོ་ཁྲིད་བྱས་པའི་གི་དམག་དེ་ལ་སྒྲིག་གཞི་ག་རེ་ཅིག་ཡོད་བ། དེ་ལ་དམག་གི་ཕུན་ཚིགས་ག་རེ་ཅིག་ཡོད་བ། དེ་འདྲའི་དམག་གི་གྲངས་ཀ་ཡིན་ན་ཁོ་དམག་དཔུང་གི་གྲངས་ཀ་ཡིན་ན་འདྲ། དེ་ནས་དམག་དེ་བསྡུ་རྒྱུ་བཅས་ད་རུ་བྱེད་སྟངས་འདྲ་བོ་ཅིག་ག་རེ་ཡིན་པ་འོ་དེ་ཚོ་གི་སྐོར་ལ་ཡང་བལྟས་ཚེ་ཤེས་དགོས་ཡ་འདྲ་བོ་ཅིག་ཡོད་རེད། སྤྱི་བཏང་གི་ད་དེར་རྒྱལ་བོད་ཀྱི་བཅས་དམག་འཕྲོག་གི་སྐབས་སུ་ད་ཁོ་རང་གཙོ་བོ་འདྲ་བོ་ཅིག་ཡིན་དུས། དེའི་གི་གཤམ་ལ་དེ་ནི་གཙོ་བོ་དམག་དཔུང་ལ་བཀོད་འདོམས་བྱེད་ངེས་ཟེར་ན་ཡང་མི་འདུག་དམག་དཔུང་ཆེ་ཡ་དེ་དེ་ནི་གླུ་རྩིས་རྒྱལ་ཟེར་ཡ་དེ་ཆགས་ཡོད་འདུག་གླུ་རྩིས་རྒྱལ་དེ་བྱེད་དེ་ནི་སྤྱོད་པ་རྒྱལ་དེ་ནི་དཔོན་བསོད་ལུ་དེ་ནི་འཕན། དེ་ནི་དཔོན་བསོད་ལུ་དང་དེ་ནི་འཕན་ཚོགས་རྒྱལ་ཟེར་ཡ་དང་དེ་བཞིན་དུ་གི་འབྲོང་པ་གི་ལོ་རྒྱུས་ནང་མཐོང་བསྡད་ཡ་གི།

ས་བདག་གི་ལོ་དེ་ནས་དབྱར་བལ་དམག་གིས་མཚན་པ་སྔར་བཞིན་ནས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ལ་གླ་བཏེགས་པའི་ཚེ་ན། ད་དེ་དུས་བལ་རི་ཁུལ་གྱི་དམག་དཔུང་དེ་ཚན་ཁག་ལྔ་བྱས་ནས་ཡོང་བསྡད་པ་རེད་ཟེར་ཡ་ཅེས་ད་དེ་འདྲའི་ར་བོ་ཅལ་གྱོང་གི་རེད། དེ་མཚམས་དེ་ན་ལ་དེ་ནས་སུམ་གྲོ་འབྲོང་པ་གི་ལོ་རྒྱུས་ཀྱི་ནང་ལོགས་ལ་དེ་ནས་བེ་རི་རྒྱལ་པོའི་དམག་དཔུང་ཆིབས་བཞེས་དེ་འདྲའི་ཅེས་ཀྱི་གང་ལྟར་ད་དམག་དཔུང་ཆིབས་བཞེས་ཟེར་ཡ་ཅེས་གཏོང་གི་རེད་ད་ལྟ་ཀྱི་ཅེས་དམག་དཔུང་སོ་སོ་གི་མིང་དང་དེའི་གཤམ་འོག་ལ་དམག་རུ་ག་ཟིག་ཡོད་པ་དེ་སེར་པོ་བཞི་པོ་དེ་འདྲ་བྱུང་ཡོད་མ་རེད་དེ་དཔེ་ཞིག་ཕངས་པོ་འདྲ་བོ་བྱས་ཡོད་རེད་ཡིན་ན་ཡང་ད་དེ་ཚོ་ཅེས་བྱུང་བ་གི་ཚེ་དེ་ཚོ་ལ་བརྟེན་ནས་དེ་ནས་ཚོད་དཔག་ག་ཤེད་བྱས་ཆོག་གི་ཡོད་རེད།

འོ་དེ་ཡིན་དུས་དེ་ནི་བསམ་འགྲོ་འབྲོང་པ་གི་ལོ་རྒྱུས་ནང་ཤི་ཡ་ཡ་གི་དམག་དཔུང་ཆེས་བཞེས་ཟེར་ཡ་དེ་དང། དེ་ནི་ཆུང་ཚང་སངས་ཅིག་བཀྲ་ཤིས་གི་གནང་ཐང་ནང་ལ་ཤི་ཡ་ཡ་གི་དེ་ནི་བལ་རུ་དམག་ཚན་པ་ལྔའམ་རུ་ལྔ་བྱས་ནས་ཟེར་ཡ་དེ་གཉིས་དེ་སྤྱི་རུ་རྒྱ་ཚང་རྩིས་མ་རྩིས་གི་ཁྱད་པར་ཙམ་ཞིག་མ་གཏོགས་གི་དོན་དུ་དེ་འདྲའི་ཅན་ཕ་ཆེའི་ལོ་རྒྱུས་གི་ཚིག་དེ་གཉིས་གང་རེད་འོང་བའི་བཟོ་འདྲ་ཅི་འོ་དེ་འདྲའི་ཅན་འདུག་ཟེར་དེ་ཡིན་དུས་དེ་འདྲའི་གི་དམག་གི་སྒྲིག་གཞི་ཅི་ཡོད་ས་རེད་ཤག་ཟེར།

དེ་ནས་བྱམས་ཀྱི་ཡིག་ཚང་གི་ནང་ལ་གོ་བ་ལེན་ཡོང་དུས་དེ་ནས་ག་རེ་གནང་ཡོད་རེད་ཟེར་ན། རི་བོ་ཆེ་དང་ཨ་ནེ་བྱམས་དུ་ཉིག་ཟླ་འབྲི་བའི་གི་ཡང་བེ་རི་གི་ཀྱི་དམངས་སྐད་ཡོད་པ་དེ་དེའི་ནང་སོང་ཡོད་པ་ཡིན་དེ་ནས་བེ་རི་རི་བོ་ཆེ་དང་དེ་ནས་བྱམས་དུ་ཉིག་ཟླ་བེ་རི་གི་ཀྱི་དམངས་ཡོང་ས་གི་སྟོབས་ཤོག་གི་འབྱུང་ཁུངས་འདྲ་བོ་ཀྱི་དེ་མིན་འགྲོ་ཟེར་ཡ་ཅེས།

དེ་ནི་གོ་ཞིང་ཧིན་དང་ཐུག་བ་རེད། གོ་ཞིང་ཧིན་དང་ཐུག་དུས་གོ་ཞིང་ཧིན་གྱི་ཉི་མ་གཅིག་ལ་ཕྱོགས་ཐུག་གི་དམག་མི་འཁྲིད་སོང་ཟེར་བ་རེད་ཟེར་ཡག་གི་ལོ་རྒྱུས་འདུག། ད་ལྟའི་རྗེས་དབང་དུ་ཕྱོགས་ཐུག་ཨ་ས་ལང་དེ་ལ་དམག་མི་འཁྲིད་སོང་ཙམ་ཞིག་ཡོད་དུས་དེ་བས་རྒྱ་པོ་དང།

དེ་ཡིན་དུས་ད་བེ་རི་རྒྱ་པོ་གི་དམག་འཁྲུག་དེ་འདྲའི་ཤོག་ཆེན་པོ་མང་པོ་རྗེས་ད་གང་ལྟར་ཁོ་རང་གི་མི་ཚིག་གི་ནང་ལ་དམག་འཁྲུག་ཁྱེད་མ་ཁྱོང་སོགས་མང་པོ་རྗེས་བརྩི་བའི་ཡིན་ན་ཕ་ཆེན་ཉེ་ཤུ་གྲངས་ཀ་ཞིག་རྒྱ་མེད་འགྲོ་བསམ་བསམ་གྱི་ཡོད་རེད། འོ་དེ་འདྲའི་རྒྱབ་དོད་ཡག་གི་ཆ་རྐྱེན་དེ་ཁོ་ལ་རྒྱབ་སོག་གི་རྗེས་དཔའ་མགྱོགས་གི་ཡོང་ཁུངས་ཡག་པོ་ཅིག་ཡོད་དེ་བེད་སྤྱོད་དེ་དེ་ནི་དམག་འཁྲུག་གི་སྟེང་ལ་བྱས་ནས་འོ་ད་དེ་འདྲའི་བྱེད་བདེ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ཚ་དུས་དེ་ནི་ཁོ་ལ་དཔའ་མགྱོགས་གི་ཡོང་ཁུངས་གཙོ་བོ་དེ་ག་རེ་རེད་ཟེར་ན

རྒྱ་མགོ་ཚོང་ཁྲི་ཟེར་ཡག་དེ་ལས་ནི་ད་བརྒྱ་ཁྲི་ལས་ཡིན་ཡོག་རེད། དེ་མཚམས་གཉིས་པ་གཅིག་དེ་དེ་ནི་ད་ལྟ་ནང་ཆེན་གི་ཞང་གི་སྙིང་ཐང་ཟེར་ཡག་གོ་ད་འདི་ནི་ལེན་གི་ཡོག་རེད་ཞང་གི་སྙིང་ཐང་ཟེར་ཡག་འདི་ནི་ལེན་གི་ཡོག་གི་ད་གོ་ཁོང་འདྲ་བོ་ཅིག་ག་རེ་ཡོག་རེད་ཟེར་ན་ལྷག་རྡོ་རྒྱལ་རབས་ཀི་ནང་ལོག་ལ་དེ་ནི་ཞང་གི་སྙིང་ཐང་ཟོག་ལ་དེ་ནི་དབང་ཆོས་རྒྱལ་ཁ་ཕྱིན་པ་རེད་དེ་ཡིན་ན་ཡང་ལྷག་རྡོ་དེ།

ད་ད་ལྟ་གི་ཞང་གི་ཉིན་ཐང་ཟེར་ཡ་དེ་གོ་ཞིབ་ཆེན་པོ་ཡོད་རེད་དེ་ལ་རྫོང་དེ་ལ། རྫོང་དེ་ད་ལྟ་ང་ཕྱིན་པ་ཡིན་ནི་ནང་ཆེན་ཤོམ་བདག་གི་དེ་ནི་ནི་ཡར་འགྲོ་དུས་ད་ལྟ་ནང་ཆེན་ཤོབ་བྲག་དགོན་པ་ནི་ཕ་ཆེན་ད་ཀོང་ནི་གཉིས་ཙམ་མ་གཏོགས་མི་འདུག་དེ་ན་ལེ། དེ་ནི་དེ་མཁར་རྫོང་གི་རྗེས་ཤོར་དུ་འདུག་དེ་ནི་མཁར་རྫོང་གི་རྗེས་ཤོར་ད་ཡང་བེ་རི་རྒྱལ་པོ་གི་དབང་ཆོས་སྐྱེས་པ་རེད་ཟེར་ནི་ཤོབ་བྲག་དགོན་པ་གི་མཁན་པོ་ཨ་ཏི་ཕུན་ཚོགས་འོ་ཁོང་གི་རྩོམ་ཐང་གི་དྲ་ཚོམས་ཀྱིས་བསྒྲིགས་ཡ་འདུག་དེ་ནས་དེ་བརྒྱུད་ཅིག་བྱས་ནས་ངས་ཁོང་ལ་རྩེ་གཅུགས་བྱས་དུས་དེ་ནས་ཁོང་གིས་དེ་བརྒྱུད་རིམ་དེ་གའི་གང་གཱའི་ངོས་དྲུག་གནང་སོང་དེ་ཡིན་དུས་ད་དེ་ནས་སྐྱབས་མགོན་ཚོང་ཁྲིའི་ལན་གི་ཡོད་རེད་ཟེར་ད་དེ་ན་ཚོང་ཁྲིའི་ལན་ལོག་ལན་སྟངས་དེ་ལ་ཀྱི་ག་རེ་ཟེར་གི་རེད་ཁོ་རྔམ་སྐྲག་འདྲ་ཞི་བོ་ཡོད་བ་ད་བཙན་སྐྲག་ཞི་བོ་ཡོད་བའི་སྐད་ཆ་མང་པོ་བྱས་འདུག། དཔེ་ཆ་མཚོན་པ་ཡིན་ན་ད་དེ་རྫོང་དེ་ལ་རྫོང་དེ་ལ་ཆེ་ཆུང་གཉིས་འདུག་རྫོང་ལྟེ་བ་དེ་དཔེ་སི་བྱེད་ཀྱི་འདུག་དེ་ཕ་ཅོག་ལྟེ་བ་ལ་ད་ཅེ

ད་ཚོད་མི་རྟག་དུས་ད་མི་ནི་ཡར་ཡོང་དུས་འགྲུལ་པ་དེ་ཚོ་གིས་དེ་ནི་གཟབ་གཟབ་ཞོར་གྱིས་བྱས་ནས་མ་སོང་ན། ཡི་གེ་སླེབས་དུས་དེ་ནི་ཀོ་ཚེ་སྡིག་ཚུལ་མཐུན་འདྲེས་མ་སོང་བ་བྱས་ནས་དེ་ནི་ག་རེ་ཟེར་གི་རེད་ཀོ། ཁྱི་འཕགས་ནི་དྲེད་མོ་དེ་གའི་སྤྲུལ་ནས་གནའ་ཤུལ་བྱུང་བ་ཡིན་ན། དེ་ནི་གཡག་ཀུན་འཕགས་རྒྱལ་དང་རྔ་མ་དབྱུག་ཆོལ་ཟེར་ཡག་གི་ཁྱད་པ་གཉིས་ཡོད་རེད་ཟེར་གི་འདུག་གཡག་ཀུན་འཕགས་རྒྱལ་ཟེར་ཡག་དེ

ཅེས་པ་དེ་དཔེར་ན་ཤུགས་ཆེན་པོ་ཞུགས་ཡོད་རེད་དེ། འོ་ཡ་ད་དེ་འདྲའི་ཅེས་བྱས་ནས་ད་མདོར་ན་དེ་འདྲའི་གི་ཐོག་ནས་དེ་ནི་བྱ་འགོ་ཚུགས་ཚུལ་དེ་ལེན། ཨ་དེ་མཚམས་དེ་དེ་ནི་ཡུན་ནན་ནས་ཡར་ཡོང་བའི་གི་ད་བྱ་ལམ་གི་ཚུགས་འདྲ་བོ་ག་རེ་ཡོད་ན་དེ་སྨར་ཁམས་གི་རྒྱུག་ནས་ཨ་ནེ་ཁོ་གི་སྟངས་འཛིན་བྱས་ནས་མདོར་ན་དེ་གཉིས་གི་སྟངས་འཛིན་བྱས་ནས་དེ་ནི། ཧ་ལས་དགོས་ཡག་གི་ད་དཀའ་ངལ་ཆེན་པོ་འདྲ་བོ་བྱས་ཚུམ་པ་དེ་ཚོ་རྫོགས་ནས་ད་དེའི་གི་སྟེང་དེ་ནས་དེ་ནས་རྒྱུ་ཆེན་པོ་ཞིག་ལེན་ནས་ད་དེའི་བསྐྱར་ཕྱིས་དེ་དེ་ནས་ཁོ་མང་ཤོག་རྒྱབ་ས་གི་ད་མོ་ཏྲ་འགྲོ་ས་ཡིན་ན་མོ་ཏྲ་ལྟ་བུ་ལ་ཆ་བཞག་ན་ད་སྣོམ་གི་ཚུགས་འདྲ་བོ་དེ་དེ་ཡོང་འདོད་ཡོད་རེད་ད་དེ་འདྲའི་གི་སྤམ་ཆུ་གི་ཆ་གཅིག་དེ་དེ་ནས་ཁོ་གི་ཀྱི་གློ་བུར་དོ་གི།

དང་དེའི་ཁ་སྐོང། དེ་བཞིན་དུ་ཁྱེད་ཀྱི་དགེ་སྦྱིན་འབྲོང་པ་ལ་སོགས་པ་ལོ་རྒྱུས་ཁ་ཤས་ནང་ལོགས་ལ། དེ་ནས། ཤར་གྱི་བཀའ་མ་སྨིན་གྲོགས་མེད་པ་མཁའ་ལ་འདེམས་པའི་བེར། དགྲ་དགུ་བེར་རེ་དོན་ཡོད། དེ་ནས་སྟོབས་ཀྱི་འཁོར་ལོ་བཞུ་བའི་རྒྱལ་པོ། ལང་ཀི་བདག་པོའི་དཔའ་ངར་ལ་འགྲན་པ། དེ་ནས། སེང་གེ་ས་མིག་དང་གླང་ཆེན་སྨྱོན་པ། ཁྱུ་འབྲོག་སྒང་གཉིས་ལུས་གཅིག་མཐའ་རག་གི་ཁྲིམས་བདག། དབུས་གཙང་ཁམས་སོགས་ཀྱི་རྒྱབ་གྲུ་མཚུངས་པའི་ཕྲ་ཕུང། སྤོང་དང་སྟོབས་ཀྱིས་མཐོ་བའི་འཇང་སོགས་གཉིས་ཀྱི་སྒྲ་ཡག་ཟེར་ནའོ་ད་དེ་འདྲའི་གི་ར་ཡིག་མང་པོ་ཞོལ་གྱི་སྟེང་དེ་གའི་ནང་ལོར་ཐོན་གྱི་ཡོད་རེད་ད་ལྟའི་ཁ་རྒྱུན་གྱི་དཔེ་ནི་བཙན་དྲག་ཙམ་མ་ཡིན་པར་གི་ལོ་རྒྱུས་དངོས་ཀྱི་ནང་ནས་ད་གམ་ཤོག་གི་ལོ་རྒྱུས་དངོས་ནང་ལ་བྲིས་ཡག་ཡག་གི་དེ་འདྲའི། ཁོག་ལ་བཙན་དྲག་ཆེན་པོ་ཡོད་བ་དང། གང་ལྟར་ད་ཅི་འཛིན་ནི་མི་བརྗེད་བ་མེད་པའི་ཀྱི་མ་མི་འདྲ་ཅི་ད་དུས་སྐབས་བཅད་ཀྱི་རིང་དེ་འདྲའི་ཡིན་པ་ད་ང་རང་ཚོ་ལྟས་རེད་བ། དེ་ནས་འཛམ་གླས་དམག་ཆེན་གཉིས་པའི་སྐབས་ལ་འཇར་མི་ནི་ད་གོ་གི་མ་མི་དེ་ལ་དེ་ནས་འཛིན་ནི་མི་བརྗེད་བ་མེད་པའི་མ་མི་ཟེར་ད་གང་ལྟར་ཕངས་མ་མྱོང་བའི་མ་མི་ཟེར་གྱི་ཡོད་རེད་བ། ཨོ་སི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་དགུ་ལོ་ལ་ད་མཛངས་མའི་དམག་ཆིངས་གཉིས་པ་དེ་ལངས་ནས་བརྫངས་ཏེ་དེ་ནི་དབྱིབས་ཀྱི་ཞལ་གཉིས་ཙམ་ཞིག་གི་བར་ལ་དེ་ནི་ཨོ་སི་ཁྲུ་ལི་ཡ་དང་ཕོ་ལིན་དང་དེ་ནི་ནོར་ཝེ་དང་དེ་ནི་ཀྱེ་དབྱིན་ཇི་དང་ད་ཧྥ་རན་སི་ཧྥ་གོ་འདི་ཚོ་དང་དེ་ནི་ཨོ་ལོ་སོ་ལ་ད་གི་མོ་སི་ཁོ་དང་འདི་ཚོ་ལེ་ཉིན་ཀུ་ལི་འདི་ཚོ་ལ་མ་ཐོག་གི་བར་ལ་དེ་ནི། འཇར་མན་གྱི་དམག་དེ་ལྷས་བཙལ་དུས་དེ་ག་ཅེས་བསྐོར་ར་གནམ་ལྕགས་ཀྱི་ཐོག་འཇོག་དེ་ལས་ནི་མ་གཏོགས་ལན་ཆུ་ནི་བརྒྱ་ཡང་མེད་པ་ཅིག་བྱུང་འདུག་དེའི་དུས་སྐབས་དེ་ལ་འཇར་མན་དང་དེ་གོ་གི་དམག་མི་དེ་ལ་ཕམ་མ་མྱོང་བའི་དམག་མི་ཟེར་གྱི་ཡོད་རེད། མཐར་ན། མཐར་ན་མི་བརྗེ་བ་མེད་པའི་དམག་མི་ཟེར་གྱི་ཡོད་རེད་བ་ད་དེ་འདྲ་བོ་ཅིག་བ་བ་ཅིག་ལ་ད་དེ་འདྲ་བོ་ཅིག་བྱུང་ཡོད་ས་རེད་བྱུང་ད་དེ་བྱུང་བའི་གི་ལོ་རྒྱུས་དེ

ཁོ་ཚོ་ལ་ཀྱང་སྐྲག་སྣང་ཞོར་གྱིས་བལྟས་ནས་ཁྱི་འཇལ་ཞོར་རུང་བ་ཅིག་ཡིན་པར་སྟོབས་རྩལ་ཆེན་པོ་ཅིག་ཡོད་པ་དེ། ད་ང་རང་ཚོ་གཏམ་དཔེ་ཅིག་ཡོད་རེད་བུ་ཕ་བསྟུན་མི་དགོས་སྦྲག་གི་འདུག་བུ་མོ་མ་བསྟུན་མི་དགོས་གནས་གི་འདུག་ཟེར་ཡ་ཅིག་ཡོད་རེད་དེ་བཟུང་རེ་བྱས་ནས་ད་གང་ལྟར་བེ་རི་རྒྱལ་པོ་ལ་ཁྱོད་ནི་མི་དགའ་ཉེས་ཀྱི་ལོ་རྒྱུས་དེ་གའི་ནང་ལོ་ད་ཅིག་བེ་རི་རྒྱལ་བོ་ཟེར་དུས་ད་སྲིན་ཕོ་ལང་ཀི་བདག་པོ་དཔའ་ངར་དེ་ནི་སྲིན་ཀི་ཟག་མེད་གླང་ཆེན་སྨྱོན་པ་ཁྱོད་ཁྲོ་སྒང་ནག་གི་དེ་ནི་ལུས་ཅིང་ཐག་གི་ཁྲིམས་བདག་ལྟ་བུ་རེད་ཟེར་ནས་ད་དེ་འདྲའི་མང་པོ་ཅིག་འཐུང་བསྡད་ཀྱི་ཡོད་པ་དེ།

གཉིས་ཀྱི་སྟངས་འཛིན་བྱས་ནས་དེར་དཔྱ་ཁྲལ་གང་འགའ་ལེན་འགྲོ་གི་ཡོད་པ་ཡིན་ས་དེ་དཔྱ་ཁྲལ་ཡང་མཐོན་པོ་དང་ཆེན་པོ་ལེན་འགྲོ་གི་ཡོད་ས་རེད་ཞང་དེ་ཡིན་དུས་དེ་དེ་ནས་དུས་སྐབས་བཅས་ཀྱི་རིང་ལ་ཁོ་སྟོབས་ཤིག་དང་དང། ཞོལ་བ་ཅིག་ཆགས་ཡག་གི་དང་རྨང་གཞི་ཡོད་ན་མེད་ན་དེ་སྤམ་ཆོག་གི་ཡོང་ཁོངས་དེ་རེད་ཞག་འོ་ད་དེ་འདྲའི་རྐྱེན་རེད།